ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ལེ་ཚན་འདི་ནང་ལ་ཡང་ང་ཚོའི་ཧྥ་རན་སི་གུ་རུ་འབུམ་ཚོགས་སྐོར་ལ་ཡིན། ད་ལན་ང་ཚོ་ཡུ་རོབ་བོད་འབྲེལ་བརྒྱུད་ཞེས་ཧྥ་རན་སི་གུ་རུ་འབུམ་ཚོགས་སྐོར་ལ་ཡང་དོན་ཚན་ལྔ་གི་ཐོག་ནས་མདོར་བསྡུས་པ་གང་ཞིག་ཆ་ཚང་བ་ཞིག་ངོ་སྤྲོད་ཞུ་གི་ཡིན། དེ་དང་མཉམ་དུ་ཞབས་ལ་ཡང་ང་ཚོའི་ཧྥ་རན་སི་གུ་རུ་འབུམ་ཚོགས་སྐོར་གྱི་གསལ་བསྒྲགས་དེ་ཡང་ཞུ་གི་ཡིན། སྤྱིར་སངས་རྒྱས་ཀྱི་བསྟན་པ་དར་ཞིང་རྒྱས་པ་ཡོང་རྒྱུ་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གཙོས་པའི་བསྟན་བདག་གི་བླ་ཆེན་རྣམས་སྐུ་ཚེ་ཞབས་པད་བརྟན་ཅིང་དེང་སང་འཛམ་བུ་གླིང་ན་དམག་འཁྲུག་རྐྱེན་གྱིས་ཟིང་ཆ་ཆེ་བའི་དཀའ་ངལ་ཧ་ཅང་མང་པོ་ཡོང་བཞིན་པ་རྣམས་བཟློག་པའི་ཆེད་དུ་ཡིན་པ་རེད་འདུག་ཧྥ་རན་སི་གུ་རུ་འབུམ་ཚོགས་ནི་དཀོན་མཆོག་ཀུན་དགའ་རིན་པོ་ཆེས་སྒེར་ནས་དབུ་འཛུགས་གནང་པ་ཞིག་ཡིན་པ་དང་དེ་ཡང་ཐོག་མ་ཁོང་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཧྥ་རན་སི་གུ་རུ་འབུམ་ཚོགས་འཚོགས་རྒྱུའི་ཇི་ལྟར་གསོལ་འདེབས་ཞུས་པ་བཞིན་ཁོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དེ་ཧ་ཅང་ཡག་པོ་ཡོད་ལུགས་ཀྱིས་བཀའ་ལན་ཕེབས་པ་ལྟར། སྐུ་མཆོག་ཀུན་དགའ་རིན་པོ་ཆེ་ཡིས་ཉིས་སྟོང་ཉི་ཤུ་རྩ་བཞིའི་ལོ་ནས་ལོ་ལྟར་གོ་སྒྲིག་ཞུ་བཞིན་ཡོད་པ་མ་ཟད། ཁོང་ནི་གུ་རུ་འབུམ་ཚོགས་ཀྱི་སྦྱིན་པའི་བདག་པོ་དང་གོ་སྒྲིག་པ་གཙོ་བོ་ཡིན་པ་རེད་འདུག་ཁོང་གི་ཕྱག་རོགས་སུ་པེ་རིས་གནས་སྡོད་སྨད་འཇམ་དབྱངས་ལགས་ནི་གོ་སྒྲིག་པ་དང་འབྲེལ་མཐུད་པ་གཅིག་ལྕོགས་ཀྱི་འགན་འཛིན་གནང་བཞིན་ཡོད་པ་རེད་འདུག། ད་བར་དེ་གའི་གུ་རུ་འབུམ་ཚོགས་ཐེངས་གཉིས་འཚོགས་ཡོད་པ་དང་གུ་རུ་འབུམ་ཚོགས་ཐེངས་དང་པོ་ནི་ཉིས་སྟོང་ཉི་ཤུ་རྩ་བཞི་དང་ཐེངས་གཉིས་པ་ནི་ཉིས་སྟོང་ཉི་ཤུ་རྩེ་ལྔ་ལོ་བཅས་ཉིན་གྲངས་གསུམ་རེད། སྤ་གོང་དུ་བོའོ་ཏེ་ཝན་ཅིན་ཡོངས་གྲགས་སུ་སྤོག་རྡོ་རིང་ལ་ཡོད་པའི་ཧྥ་རན་སིའི་རྒྱལ་ཡོངས་ནང་པའི་དགོན་པ་ལ་འཚོགས་ཡོད་པ་རེད་འདུག་གུ་རུ་འབུམ་ཚོགས་སྐབས་གོ་སྒྲིག་པས་རིན་མེད་ཐོག་མཐུན་རྐྱེན་སྦྱར་ཡོད་པ་ནི་ཕ་མ་ཕྲུ་གུ་ཡོད་མཁན་ཚོར་ཕྲུ་གུ་ལོ་ན་གཉིས་ནས་བཅུ་བར་ཕྲུ་གུ་འཇུག་སའི་བུ་བཅོལ་ཁང་གི་མཐུན་རྐྱེན་དང། སྨན་ཁང་དུ་སྨན་པ་མཚན་ལྡན་ནས་འཕྲོད་བསྟེན་གྱི་ཆ་ནས་སྐབས་དེར་དོན་རྐྱེན་བྱུང་སྐབས་སྨན་བཅོས་ཀྱི་མཐུན་རྐྱེན། དེ་བཞིན་ཆོས་ཞུ་བ་རྣམས་ལ་ཉིན་གསུམ་རེར་ཉིན་གུང་ཞལ་ལག་དང་སྔ་དགོང་གཉིས་ལ་གསོལ་ཇ་བཞེས་ཏོག། ཆོས་ཞུ་བ་རྣམས་ཀྱི་བདེ་འཇགས་སླད་སྐུ་སྲུང་སོགས་ཀྱི་མཐུན་རྐྱེན་བཅས་སྦྱར་ཡོད་པ་རེད་འདུག་ཆོས་ཞུ་བ་གཙོ་བོ་ནི་བོད་དང་ཧི་མ་ལ་ཡ་རི་རྒྱུད་ཀྱི་བོད་རིགས་ཡིན་པ་དང། ཕྱི་རྒྱལ་བའི་ནང་པ་མང་པོ་ནས་ཀྱང་མཉམ་ཞུགས་གནང་གི་ཡོད་པ་རེད་འདུག་ཆོས་ཞུ་བའི་གྲངས་ཀྱི་ཆ་ནས་ལོ་སྔོན་མའི་གུ་རུ་འབུམ་ཚོགས་སྐབས་ཉིན་གྲངས་གསུམ་ནང་ཁྱོན་བསྡོམས་མི་གྲངས་དྲུག་སྟོང་ལྔ་བརྒྱ་ཡས་མས་མཉམ་ཞུགས་གནང་འདུག་པས་དེ་ནི་ཧྥ་རན་སི་ནང་བོད་ཀྱི་ནང་ཆོས་འདུས་འཛོམས་ཆེ་ཤོས་ཅིག་ཆགས་ཀྱི་ཡོད་པ་རེད་འདུག་དེ་ལོའི་གུ་རུ་འབུམ་ཚོགས་ཐེངས་གསུམ་པ་ནི་ཟླ་བ་ལྔ་པའི་ཚེས་བརྒྱད་ནས་བཅུ་རེ་ས་སྤ་སངས་སྤེན་པ་ཉི་མ་བཅས་ཉིན་གྲངས་གསུམ་རིང་སྤ་གོང་དུ་སྦོ་སྟེ་བན་ཆིན་ཡོངས་གྲགས་སུ་པོག་ཏོ་རིས་སུ་ཡོད་པའི་ནང་པའི་དགོན་པ་ལ་འཚོགས་རྒྱུ་ཡིན་པ་དང། ཉིན་གསུམ་གྱི་འཚོགས་སྐྱོན་དུ་དབྱིན་ཡུལ་ནས་ལྷ་རྩེ་རིན་པོ་ཆེ་ཆིབས་བསྒྱུར་གནང་གི་ཡོད་པ་དང་སྐབས་དེར་གོ་སྒྲིག་ཚོགས་ཆུང་ནས་ཆོས་ཞུ་བ་རྣམས་ལ་དེ་སྔོན་ལྟར་དེ་ལོའི་ཉིན་གུང་ཞལ་ལག་དང་གསོལ་ཇ། དེ་བཞིན་བུ་བཅོལ་ཁང་སྨན་ཁང་བཅས་ཀྱི་མཐུན་རྐྱེན་ཆ་ཚང་རིན་མེད་ཐོག་གོ་སྒྲིག་འཐུས་སྒོ་ཚང་བ་ཞིག་གནང་རྒྱུ་ཡིན་འདུག་པས་དེ་ནི་ཚོགས་ཆུང་ནས་མི་མང་གང་མང་དགེ་སྒྲུབ་ཀྱི་ལས་དེར་མཉམ་ཞུགས་བྱ་རྒྱུའི་འབོད་སྐུལ་ཆེན་པོ་གནང་བཞིན་འདུག། རྣམ་པ་གཙོ་བོ་ང་ཚོའི་ཡུ་རོབ་བོད་འབྲེལ YouTube ལ་ཡང་མུ་མཐུད་རྒྱབ་སྐྱོར་གནང་རོགས་གནང་ང་རང་ཚོ་དངོས་ནས་སྤྱི་སྒེར་གཉིས་ནས་བོད་ཀྱི་ཆོས་དང་རིག་གཞུང་རེད་ད་ག་ན་ཞིག་སྐད་ཡིག་སྤྱི་ཚོགས་ལ་ཕན་ཐོག་པའི་ལས་གཞི་གང་འདྲ་ཞིག་སྤེལ་གྱི་ཡོད་ན་ང་རང་ཚོ་ངོས་ནས་བརྙན་ཐུང་གང་མང་བཟོས་བྱས་རྣམ་པ་ཚོ་ལ་ཡང་ལྟོས་ཡོན་གྱི་འབད་བརྩོན་ཞུས་ཀྱི་ཡིན་ཐུགས་ཆེ།